ད་དེ་རིང་བོད་མི་ཚོ་ཁྱམས་འདྲི་དེ་འདྲི་བྱེད་ཀྱི་རེད་བ་ལ་ཡ་དེ་འདྲི་དང་དེ་འདྲི་གི་བཀའ་ལུགས་ཚགས་པར་ཁྱེར་ཨེ་འདུག་ད་ལྟའི་ཚོགས་གཙོ་རིན་པོ་ཆེ་ལ་དྲི་བ་ཡིན་ད་ཚོགས་གཙོ་རིན་པོ་ཆེ་ས་ནས་དེ་ལ་བཞུགས་ཙ་རེད་དུ་ན་ལེ་ཁྱེད་འདྲི་འདུག་ད། དེ་ནས་སྤུ་མོ་ཞབས་སྐྱིད་དེ་ཁྱི་འདྲ་གྲགས་འདུག་ཁྱི་འདྲ་རེད་འདུག་ད།

ྋགོང་ས ྋསྐྱབས་མགོན་ཆེན་པོ་སྐུ་ཕྲེང་བཅུ་བཞི་པ། བླ་མ་ཡེ་ཤུ་ནོར་བུ་ཁོང་གི་འཁྲུངས་སྐར་ཡིན་ཙང་དམིགས་བསལ་གྱིས་རྣམ་པ་ཚོ་ལ་ཡར་འཚམས་འདྲི་ཞུ་ཡ་བྱས། དེ་དང་མཉམ་དུ་ལ་ང་ཚོ་ཚོགས་པ་འདིའི་ནང་ལོགས་ལ་ལྟ་བ་མཐུན་དང་མི་མཐུན་མང་པོ་ཞིག་ཡོད་ཙང་འདིའི་ནང་ལོགས་ནས་དར་ནག་ཚོགས་པ་ཁོ་རང་ཚོའི་ལ་ཡ་ངའི་འདི་གི་སྐད་ཆ་འདི་བློ་ལ་བབ་མ་བབ་དེ་འདྲ་ཡོང་གི་ཡོད་རེད་དེ། དེ་ཁྱད་པར་ཆེན་པོ་གང་ཡང་བརྩི་གི་མེད་དེ་ཡིན་དུས་སྒང་ལ། ཚོ་ཆེ་ཤོས་དེ་དང་ང་རང་ཚོ་ཚོགས་པ་འདིའི་ནང་ལོགས་ལ་བགྲོ་གླིང་མང་པོ་འགྲོ་གི་ཡོད་རེད། ད་ལན། བསོད་ནམས་ལགས་ནས་འདི་ལ་དྲི་བ་གཅིག་བཏང་རྗེས་དེའི་གི་ལན་དེ་ཚོགས་གཙོ་གིས་མགོ་བོ་འདུག་ཟེར་བྱས་ད་ཚོགས་གཙོ་ཟེར་ན་ད་ལྟའི་ཆ་ལ་ཡང་ང་ཚོ་ཚོགས་པ་འདི་གི་བོད་ཀྱི་སྤྱི་ཚོགས་དྲ་ལམ་གི་དྲ་བདག་གི་མིང་གི་ཐོག་ནས་གསུང་གི་ཡོད་ཙང་ངས་འདི་ལ་ཡང་ལན་འདེབས་གི་ཚུལ་འདྲ་བོ་དང་སྐད་ཆ་ཉུང་ཉུང་གཅིག་བཤད་ཡ་ཡིན། གཞི་རྩའི་གི་ད་དེ་རིང་ང་རང་གུང་སེང་རེད་ཨ་ནི། ཡིན་ན་ཡང་དྲི་བ་ཏོག་ཙམ་ཡོད་རེད་བ། འདི་ལ་སྐད་ཅིག་ཤེས་ནས་བཞག་ཡག་འདི། ཏོག་ཙམ་གྱི་རྗེས་ལ་ཡང་སྒྲ་ཕབ་བྱས་བྱས་འདི་ག་རང། གནམ་འོག་གི་སེམས་རྒྱུད་ཚན་པས་ཀྱི་གསར་འགྱུར་དང། གནས་ཚུལ་དྲན་རྟེན་གྱི་ངོ་བོའི་ཐོག་ནས། གནམ་འོག་སེམས་རྒྱུད་ཚན་པའི་དཔྱད་བརྗོད་ཀྱི་བརྙན་འཕྲིན། ཨང་ཉིས་བརྒྱ་ཉི་ཤུ་རྩ་བཞི་བའི་ཀྱི་མིང་ཐོག་ལ་ཁྱབ་པ་ཞུ་ཡག་ཡིན་ཟེར་བྱས་རྣམ་པ་ཚོ་ལ། དེ་གསལ་པོ་ཞུ་ཡག་ཅིག་དང་དེའི་རྗེས་ལ་ཡང། དེ་ནས་རྣམ་པ་ཚོས་ཀྱི་གང་མང་མང་ཅིག་ཕར་ཚུར་ཁྱབ་སྤེལ་དང་བརྒྱུད་སྤེལ་གནང་རོགས་གནང་ཟེར་བྱས་ནས་ཞུ་ཡག་ཡིན།

ཞབས་སྤུས་སྨན་བཅོས་ཞབས་ཀྱི་པུས་མོ་སྨན་བཅོས་དེ་འདྲའི་སྒང་ལ་ག་འདྲའི་འདྲ་བྱུང་འདུག་ཟེར་གྱི་ད་ལྟ་དྲི་བ་རྡོག་རྡོག་དེ་འདྲའི་འདྲ་བྱེད་རེད་དེ་ཤ་དེ་ཡིན་དུས་དྲི་བ་དེ་གལ་ཆེན་པོ་རེད་ཚ་བོ་ཚ་བོ་རེད། ད་དེ་རིང་གི་འཁྲུངས་སྐར་དེ་ས་གནས་ཁག་གཉིས་འདྲ་བོ་ཞིག་ཆགས་པ་རེད་ད་སྤྱི་དང་ཨ་རི་ནིའུ་ཡོག་དང་ནིའུ་ཇོར་སི་དེ་ས་ཁུལ་གཅིག་གི་ཁོངས་ལ་ཡང་བརྩིས་པ་ཡིན་ན་ད་ལྟའི་ཆ་ལ་ཡང་འཁྲུངས་སྐར་དེ་དུམ་བུ་གཉིས་ཀྱི་ངོ་བོ་ལ་ཡང་ཕྱིན་བསྡད་ཡོད་རེད་མི་མང་དེ་ཚང་མ་རྡོག་ལ་འགྲིག་ཐུབ་ཡོད་མ་རེད། དངོས་གནས་བྱས་པ་ཡིན་ན་སྤྱི་མཐུན་ཚོགས་པའི་འགོ་ཁྲིད་དགོས་ཡོད་རེད་དེ། ད་དེ་ཕ་རི་པང་ཅན་རེད། ཉེ་ཆར། རྒྱ་བོད་རམ་ཅེ་ཕེ་བེ་གི་ཕེབས་བསུ་དེ་ཡིན་ན་ཡང་མི་མང་རང་ངོས་ནས་འདུ་འཛོམས་བྱས་བྱས་ཨ་ནི། སྤུས་དག་པོ་ཅིག་ཆགས་པ་ཅིག་མ་གཏོགས། སྤྱི་མཐུན་ཚོགས་པའི་ངོས་ནས་ད་སེམས་ཐག་བཅད་བཅད་རེད་བ། རྩ་བ་ཉིད་ནས། ལྷག་པར་དུ་སྤྱི་མཐུན་ཚོགས་པའི་རྒྱུན་ལས་རེད་ཟེར་དེ་ངས་དེ་འདྲའི་རྨོངས་རྨོངས་དེ་འདྲའི་རྒྱ་བོད་རིན་པོ་ཆེ་གི་ཆིབས་བསྒྲུལ་སྒེ་གོང་ས་ལ་ཡང་སྐོར་རྒྱུག་བྱས་བྱས། ད། སྐོར་སོང་བ་དེ་ཚོ་ལ་ཡང། དངོས་གནས་དྲང་གནས་བློ་འཚབ་ཡོང་གི་རེད་བ། དེ་བྱེད་དུས། བཀག་འགོག་བྱེད་དགོས་པའི་གནས་སྟངས་ཆགས་ཡག་དང། ལྷག་པར་དུ། ནི་དར་ནག་ཚོགས་པའི་གི། སྤོ་བོ་དེ་འདྲས། ཡང་སྐོར་སོང་བ་ལ་ཡང་སྐད་ཆ་འདྲ་མ་འདྲ་བཤད་ནས། དཀའ་ངལ་འཕྲད་ཡག་དང་སྐོར་སོང་བའི་གི་མི་དེ་ཕྱིར་འབུད་བཏང་ཡག་དེ་འདྲས་གི་གནས་ཚུལ་བྱུང་ཡོད་རེད། དེ་ཚོའི་གི་སྐོར་དེ་ང་རང་ཚོ་ཚོགས་པ་འདིའི་ནང་ལ་ཞུགས་མཁན་གི་ལོ་ཙཱ་བ། ཨ་ནུ་དང་བསོད་ནམས་ལགས་ནི་ཕྱི་གསལ་ནང་གསལ་གྱི་ཐོག་ལས་དྲ་ཐོག་ལ་སོང་ནས་བཞག་ཡོད་རེད། དེ་རྣམ་པ་ཚོའི་མཁྱེན་རྒྱ་མ་སྒྲོག་ཅིག་རེད། སྐབས་དེ་དུས་ཡིན་ན་ཡང་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་དེ་འདྲི་ཡིན་ན་ཡང་ཕེབས་བསུའི་སྐབས་ལ་ཡ་སྐོར་གསུངས་པའི་མཆོད་འབུལ་བྱེད་ཡ་དེ་འདྲི་གི་སྐད་ཆ་འདུག་བ། ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པས་གིས་རྒྱལ་བ་རིན་པོ་ཆེ་བོད་ལུགས་ཀྱི་ཐོག་ནས་དགུང་ལོ་བརྒྱད་ཅུ་ཐམ་པ་རེད་ཟེར་གྱི་ནས་གནས་ཚུལ་ལོག་པ་དེ་འདྲི་སྤེལ་འདུག་ཟེར་གྱི་འདུག་བ། བྱས་ཙང། ད་དེ་ཚོ་དུས་ཚོད་བརྙན་འཕྲིན་ཆེན་པོ་འདི་འདྲི་ཡི་སྐབས་ལ་ཡ་ཞབས་འདྲེན་ཆེན་པོ་བཞག་པ་རེད་ད། བོད་སྤྱི་བེ་གི་མིང་དེ་ཁྱེད་ནས་མི་ཚེ་འཚོ་བ་སྐྱེལ་གི་ཡོད་རེད་བ། ད་དེ་གི་རིན་པ་འདྲ་པོ་དེ་དེ་འདྲི་བྱེད་རེད་བས། ད་ལྟའི་གི་ས་གནས་སྤྱི་མཐུན་ཚོགས་པ་འདི་གི། ཉེ་བའི་དུས་ཚོད་ནང་ལོགས་ལ་ས་གནས་མི་མང་ནང་ཁུལ་དབྱེ་འབྱེད་བྱེད་ཡག་གི་ལས་འགུལ་སྤེལ་ཆེད་དཀའ་ངལ་དེ་ད་དུང་ཡིན་པ་ཡིན་ན་ཡང་འཇགས་ཐུབ་ཡོད་མ་རེད། དེ་ངས་དེ་རིང་ཡང་ཚོགས་པ་ནང་ལོགས་ལ་རྣམ་པ་ཚོ་ལ་གསལ་པོ་བྱས་ནས་ཞུ་གི་ཡོད་ང་རང་ས་གནས་དེ་ལ་དེ་ངས་བྱེད་ཡིན་པའི་ཆ་ནས། ད་འདི་དྲི་བའི་ནང་ལ་འདུག་ཨ། ས་གནས་དེ་ལ་དེ་ངས་བྱེད་ཡིན་པའི་ཆ་ནས་གསུངས་བྱས་ནས་དྲི་བ་དེ་བཏང་གནང་བ་རེད། དཔེར་ན་དེ་རིང་གི་དྲུང་འགག་འདྲ་བོ་ཡིན་པ་ཡིན་ན Manhattan གི་ཁྲོམ་གཞུང་གཅིག་བྱས། ད་ང་ནང་བཞིན Queens ནང་ལ་རེད། མི་མང་ཐང་སྟེང་ལ་ཐོན་བྱས་ནས་ཚ་བ་ཆེན་པོ་དེའི་ནང་ལོགས་ལ་ཁང་པ་ཡག་པོ་གཅིག་དང་ཚ་བ་མེད་པའི་གོས་ཡངས་པོ་གཅིག་ཡོད་མ་རེད་དེ་ས་ཆ་དེ་འདྲའི་ཆེ་རགས་ཀྱི་ཡོད་མ་རེད་ཡིན་ན་ཡང་མི་མང་དེ་པའི་འདུ་འཛོམས་ཆེན་པོ་ཕོན་ཆེན་པོ་མ་ཐོན་བྱས་ནས་འཁྲུངས་སྐར་སྲུང་བརྩི་ཧ་ལས་པ་ཡག་པོ་ཞུས་བ་རེད་དེ་འདྲའི་གི་ཞུ་མཁན་གི་ཁ་གཅིག་བྱས་དེར་ད། ཁ་གཅིག་དེ། ད་གཉིས་པ་དེ། གདན་ས་དར་ནག་ཚོ་པ་ཟེར་དེ་ལ་སོགས་པ་འདི་གི་ཤོག་ཁག་གཅིག་བྱས་རྗེས་ད་འདི་ཚོ་གི་མི་མང་སྤྱི་ཁང་དེ་བེད་སྤྱོད་བཏང། བོད་པ་སྤྱི་ཡི་མིང་དུ་བེད་སྤྱོད་བཏང་བྱས་ནས་ད་ཚ་བ་མེད་པ་མི་མང་སྤྱི་ཁང་ནང་ལོག་ལ་སྐྱིད་པོ་བྱས་ནས་ཟ་འཐུང་བྱེད་ནི་གྲོང་ཁྱེར་བཏང་ཡོད་རེད། བྱས་ཙང་རྣམ་པ་ཚོས་གཟིགས་བཞིན་པ་རེད། དེ་འདྲའི་གི་ཤོག་ཁག་གཉིས་ཆགས་བསྡད་པ་རེད། ད་བསམ་བློ་ཡག་པོ་གཅིག་བཏང་པ་ཡིན་ན། དར་ནག་ཚོགས་པ་ཁོ་རང་ཚོའི་གི་རང་སྐྱོན་ངོས་ལེན་བྱས་བྱས། དགོང་ཟས་དང་སྦྲགས་རྒྱལ་བ་རོན་པོ་ཆེའི་ས་གནས་འདི་ལ་ཕེབས་པ་དང་སྟབས་བསྟུན་བྱས་ནས་ཆིག་སྒྲིལ་བྱེད་ཡག་ལ་འབད་བརྩོན་བྱས་ན་ད་འགྲིག་གི་ཡོད་རེད་ད། མི་སུ་ཡིན་པ་ཡིན་རུང་ནོར་འཁྲུལ་ཡོང་གི་ཡོད་རེད་ནོར་འཁྲུལ་དེ་བྱུང་སོང་ཟེར་གྱི་ནས་དགོང་ཟས་དང་སྦྲགས་པ་ཡིན་ན་དེ་ཆིག་སྒྲིལ་བྱེད་ཐུབ་ཡག་གཅིག་རེད། ད་དེ་འདྲའི་སེམས་ཐག་རེད་ད། གནད་དོན་དེ་ལ་ཆ་བཞག་པ་ཡིན་ན་རེད་ད། རྒྱལ་བ་རོན་པོ་ཆེ་སྐུ་ཀྱི་གནས་སྟངས་འདི་འདྲའི་མཛའ་འདྲ་པོ་ཅིག་ཆགས། འདི་འདྲའི་གི་འཛམ་བུ་གླིང་གི་ཞི་བདེ་གི་སློབ་དཔོན་ཅིག་དང་ལམ་སྟོན་པ་ཅིག་གི་ངོ་བོ་ལ་བོད་མི་གི་ཆོས་ཀྱི་བླ་ན་མེད་པའི་དབུ་ཁྲིད་ཅིག་གི་ངོ་བོ་ལ་ས་གནས་ནས་ཆིབས་བསྒྱུར་གནང་བསྡད་པའི་གི་སྐབས་དེ་ལ།

ཕེབས་ཡོད་པའི་དབང་དུ་བཏང་པ་ཡིན་པ་ཡིན་ན་ཡང་ཉན་རྒྱུ་མིན་པ་དེ་དག་ཐག་ཆོད་པ་རེད། བྱས་ཙང་འདི་དག་དོན་དག་གཅིག་ཡིན། དེ་ནི། ད་རྒྱ་བ་རོམ་བཞིན་ཤ་བུའི་སྨན་བཅོས་ཀྱི་སྐོར་དེ་རེད། མི་མང་ལ་སེམས་ཁྲིད་ཡོད་པ་རེད། ད་དེ་དང་འབྲེལ་ཆགས་ཐོག་ལ་ངས་བལྟས་པ་ཡིན་ན་དོན་དག་གཉིས་འདྲ་བོ་ཆགས་འགྲོ་གི་འདུག་དེ་ཡིན་དུས་ད་དོན་དག་དང་པོ་དེ་རྣམ་པ་ཚོ་ལ་ཞུ་ཡ་ལ་ཡ། གོང་ས་མཆོག་ལ་ཡ། སྙུང་གཟུགས་ཀྱི་སྐུ་ངལ་ཡོད་རེད་དང་ཡོད་མ་རེད། ཞེ་ས་མ་ཞུས་པ་ཡིན་ན་ན་ཟུག་སྐུ་ངལ་ཡོད་རེད་ཡོད་མ་རེད་ཟེར་དེར་ལྟ། ད་ང་ཚོ་གི་ཉན་བསྡད་ས་ཕྱག་བཞག་ས་དེ་ཁོང་གི་འཁྲིས་ལ་ཞུགས་མཁན་སྨན་པ་རེད་སྨན་པ་གར་སེ་གོར་སེ་ལབ་པ་ཡིན་ན་བརྙན་འཕྲིན་ཁོ་རང་ནང་མ་ཐོན་བྱས་ནས་དཔེ་གསལ་བོ་གི་ཐོག་ནས་སྐུ་ངལ་ག་གང་ཡང་འཕྲད་མ་སོང་ཟེར་ལབ་པ་རེད་དེ་ད་ལྟ་བརྙན་ཐུང་ནང་རེད་ཡོད་རེད་ད་ཚིག་ཁོ་རང་ད་ག་རང་རེད། མི་ཚང་མ་བློ་དེ་ག་ལ་གང་ས་བདེ་ཡོད་རེད། མང་པོ་ཅིག་དོགས་པ་ཡོད་རེད་མཁྱེན་ཚ། བསམ་དགོས་རེད་བ། ད་དེ་ནས་ཡང་མི་དེ་ག་རང་གི་བརྙན་འཕྲིན་གཅིག་གི་ནང་ལོ་ལ་སྙུང་གཟུགས་དེས། ད་ན་གཟུགས་དེས། ཧ་ལས་པའི་ཉུང་ཉུང་ཆགས་བསྡད་ཤག་ཟེར་ལབ་རེད། ད་ག་བ་ལས་སོ། ཁ་གཅིག་ནང་ལོ་སྐད་ཆ་གཉིས་ཐོན་པ་རེད་ག་བ་ལས་ཉན་དགོས་ཡོད་རེད་ད་ང་ཚོས། རེད་བ། སྙུང་གཟུགས་ཡོད་པ་དེ་ལ་བརྩི་དགོས་ཡོད་དེ་སྙུང་གཟུགས་མེད་པའི་དཀའ་ངལ་མེད་པ་དེ་ལ་བརྩི་དགོས་ཡོད་དེ། སྐབས་དེ་དུས་གཡས་བསྐོར་གཡོན་བསྐོར་བྱས་ནས་ཕར་རྒྱུག་ཚུར་རྒྱུག་བྱས་ནས་རྒྱུག་བསྡད་ངེས་ཀྱི་གསར་འགོད་པ་དེ་ཚོ་ནི་ཤི་གང་ཡང་ཤི་གི་མ་རེད་ཤི་བ་ཡིན་ན་ཤེས་ཕོད་ཀྱི་མ་རེད། བོད་པའི་གསར་འགོད་པ་དེ་ཚོ་ལབ་ཀྱི་ཡོད་ད། ད་ཨ་རི་དང་རྒྱལ་ཁབ་གཞན་པའི་གསར་འགོད་པ་དེ་ཚོ་གནས་ཚུལ་སྤྲད་ཀྱི་ཡོད་མ་རེད་ཟེར་གྱི་འདུག་བ། ཡོད་ས་མ་རེད་བ། ད་དེ་ཡང་དོགས་པ་ཆེན་པོ་རེད། གར་བྱས་ནས་ཟས་དེ་རེ་ད། སྨན་དཔེ་གི་ཁ་ནས་སྐུ་ངལ་གང་ཡང་འཕྲད་མེད་པ་དང་སྙུང་གཟུགས་ཆུང་ཆུང་ཅིག་ཡོད་རེད་ཟས་དེ་ཐོག་མི་འདུག་པའི་སྐད་ཆ་དེ་འདྲི་དེ། ད་ལྟའི་མཛའ་གྲགས་ཀྱི་གནས་སྐབས་ལ་ཁ་ནས་འདི་འདྲི་གཅིག་ཁོ་རང་ཚོས་ཤེས་ཀྱི་ཡོད་པ་ཡིན་ན་ཐོས་ཀྱི་ཡོད་པ་ཡིན་ན། གལ་སྲིད་དེ་ལས་མཛའ་གྲགས་ཅིག་ཆགས་པ་ཡིན་ན། སྐད་ཆ་ཚང་མ་གསང་བ་བྱས་རྗེས་བོད་ཀྱི་ལོ་རྒྱུས་ནང་གི་ཡང་ངང་བཞིན་ཡུལ་མིག་པའི་རྣམ་རྟོག་དེ་ཚོ་ཡང་བསྐྱར་ལྷང་ངེ་ཡིན་པ་དེ་གཏན་འཁེལ་བ་རེད་དམ། དེ་རེད་མི་མང་སེམས་ཁྲལ་ཅིག་བྱས་སོང་བ། རྒྱ་གར་རིན་པོ་ཆེ་ཁོ་རང་སྐུ་དངོས་ཀྱི་ཞལ་སྔ་ནས་སོང་ཞག་གི་བརྙན་ཐུང་ནང་རྣམ་པ་ཚོ་གཟིགས་གནང་དང་རེད་བ། རྐང་པ་དེ་ཕྲན་བུ་ཅིག་མ་བདེ་བ་འདུག་གསུངས་སོང་བ། པུས་མོའི་གཤག་བཅོས་དེ་ཏོག་ཙམ་མ་བདེ་བ་བྱུང་གསུངས་སོང་བ། གཟུགས་པོ་ཕྲན་བུ་མ་བདེ་བ། ཡོང་གི་སོང་སོང་ཨ། བྱས་ཙང་སྐུ་ངལ་ཡོད་པ་རེད་སྙུང་གཟུགས་ཡོད་པ་རེད་དེ་ཤེས་དགོས་མ་རེད་བ། ཨ་ལས་རྒྱ་གར་ནས་ས་ཐག་རིང་པོ་དེ་འདྲི་གཅིག་ལ་ཡང་ཨ་རིའི་སྨན་ཁང་ལ་ཡང་སྨན་བཅོས་བྱེད་དུ་ཕེབས་པ་རེད། ད་ག་རང་རེད་བ་ད། དེ་ནས་སྙུང་གཟུགས་ཡོད་པ་གཅིག་དང་སྐུ་ངལ་ཡོད་པ་གཅིག་བརྩི་དགོས་མ་རེད་བ། ང་ལྟར་ན་དེ་ཐག་ཆོད་པ་རེད་བསམ་གི་ཡོད་རེད་གནམ་ས་གོམ་པ་བཞི་རེད་བ། སྤྱི་བཏང་དོགས་པ་ཆེན་པོ་རེད། རྒྱ་རོམ་གྱི་སྐུ་ཁྲིད་ལ་བདེ་ངན་དེ་ཚོ་གི་མི་མང་ལ་མ་གསལ་བཤད་ཡོང་ཡ་དེ་ཚོ། ད་སྤྱི་བཏང་སྤྱི་ཚོགས་ནང་ལོག་ལ། སྤྱི་ཚོགས་ཀྱི་མིག་དེ་ཧ་ཅང་གསལ་བོ་ཡིན་ཙང་སྤྱི་ཚོགས་ཀྱི་མཐོང་ལྡན་གྱི་མི་མང་པོ་བྱས་ཡོད་རེད། མི་མང་ནང་ལོག་ལ་དཀའ་ངལ་འཕྲད་ཡ་ཅིག་མི་དེ་གི་སྐད་ཆ་བཤད་པ་ཡིན་ན་ཡིད་མི་ཆེས་ར་ཅིག་ཟས་སྦྱོར་བ། ད་ཡིན་ན་ཡང་སྨན་པ་རྣམ་པ་གཉིས་འདྲ་བོ་ཡིན་པ་ཡིན་ན་བོད་པའི་གི་སྨན་པ་རྣམ་པ་གཉིས་ཡིན་པ་ཡིན་ན་མི་ཚང་མའི་གི་ཡིད་ཆེས་ཆང་འཇོག་ཡོད་པའི་གི།

རེད། བརྙན་འཕྲིན་གྱི་ཕྱི་ངོས་ལ་ཡང་ཞྭ་ཡག་གི་དབྱིན་ཇིའི་གི་ཡི་གེ་ནང་ལོགས་ལ་ང་ཨ་མདོ་ནས་སྐྱེས་པའི་མི་ཅིག་ཡིན་ཟེར་གྱི་མཆན་བཀོད་འདུག་བ། དེ་འདྲའི་མཚོན་བྱེད་ཀྱི་ཇུས་གཏོགས་བྱས་རྗེས། དེ་འདྲའི་ཇུས་གཏོགས་བྱས་དེང་གི་དེ་འདྲའི་རྒྱ་གར་མ་ཆིག་ཁྲི་ལ་ཡོད་རེད་ད། ནང་པ་ཚོ། ཏི་ཟེར་གྱི་འདུག་བ། རྣམ་པ་ཚོ་དྲ་ལམ་ནས། རྒྱལ་བ་རིན་པོ་ཆེ་ང་མདོ་སྨད་ནས་སྐྱེས་པ་ཡིན་གསུངས་པ་དེ་མ་རེད་མདོག་མདོག་རེད་པས། རྒྱལ་བ་རིན་པོ་ཆེ་ཁོ་རང་རང་གི་ལྗགས་རྩོམ་གནང་ཡག་གི་ངོས་ཀྱི་ཡུལ་དང་ངོས་ཀྱི་མི་མང་ནང་ལོག་ལ་ང་མདོ་ཁམས་ནས་ཡིན་གསུངས་བྱས་ནས་བྲིས་གནང་ཡོད་པ། མིག་གི་མཐོང་ས་ཡོད་རེད་ཚང་མས་ཤེས་ཀྱི་རེད་དེ། ཡང་མིན་ན་ཨ་མདོ་དང་མདོ་སྨད་གཉིས་གཅིག་པ་རེད་དམ་མ་རེད་དེ་དྲི་བ་རེད་ད། གཅིག་པ་ཡིན་ན་དབྱིན་ཡིག་གི་མཆན་ནང་ལ་ཨ་མདོ་ཟེར་ནས་མཆན་གསར་དུ་བཀོད་དགོས་ཡ་དེ་གནད་དོན་ག་ལ་ཐུག་པ་རེད། འདི་དོན་དག་ཆུང་ཆུང་མ་གཏགས་རྣམ་པ་ཚོ་གིས་ངས་དོན་དག་ཆུང་ཆུང་གཅིག་སྒང་ལ་རྩ་བ་ཉིད་ཞུ་གི་མེད། འདི་དོན་དག་གནད་འགག་སྒང་ལ་འཛུགས་འཛུགས་ནས་ཞུ་གི་ཡོད་ད། འདི་དཔེ་ལ་བཞག་ཡོད་དེ། ད་ད་ལྟ་ཚ་པོ་ཚ་པོ་གི་གནད་དོན། བྱས་ཙང་རྒྱལ་བ་རིན་པོ་ཆེ་གི་ཁྲི་ཁྲི་ལ་ཡོད་པ་ཚང་མ། མི་ཡང་དག་པ་ཞེ་གཅིག། ཚད་དང་ལྡན་པ་ཤ་སྟག། ཡིད་ཆེས་འོས་པ་རྐྱང་རྐྱང། རེད་བས། ཟེར་བའི་དྲི་བ་དེ་ད་དེ་རིང་མི་མང་གི་ཀླད་པའི་ནང་ལོགས་ལ་ཡང་བསྐྱར་སླེབས་དགོས་ཡ་ཅིག་ཆགས་ཀྱི་ཡོད་རེད་ད། མཁྱེན་སོང་ང། འོ་དེ་དེ་གལ་ཆེན་པོ་ཞེ་བོ་ཅིག་རེད། ང་རང་འདྲ་བོ་ཡིན་པ་ཡིན་ན་དེ་དོགས་པ་དེ་དེ་རིང་གཅིག་པོ་མ་རེད་ག་དུས་ན་ཡོད། ཅེས་སོ། སངས་རྒྱས་ཀྱི་ཁྲི་ལ་གར་ཡོད་རེ་ཡིས། ཡིད་ཆེས་བྱེད་འོས་པ་སུ་འདུག་མི་འོས་པ་སུ་འདུག། ག་དུས་ཡིན་པ་ཡིན་པ་ཡིན་ན་དོ་སྣང་དང་དོགས་པ་བྱེད་ཀྱི་ཡོད། དེ་གཅིག་ཤོད་རྒྱུ་ཡིན། ད་དེ་ནས་དོན་དག་གཉིས་པ་འདི། ནིའུ་ཡོག་གི་མི་མང་པོ་ཅིག་རེད། ལྷག་པར་དུ་དར་ནག་གི་ནང་ལོགས་ནས་མི་མང་པོ་ཅིག་རྒྱ་གར་རིན་པོ་ཆེའི་སྐུ་གི་ཉེ་འཁྲིས་ལ་གཡས་སྐོར་བརྒྱབ་གཡོན་སྐོར་བརྒྱབ་ཡར་ཡར་རྒྱུག་མར་མར་རྒྱུག་ཁོར་ཡུག་ཁོ་རང་གུ་ཡངས་པོ་མེད་པ་བྱས་བྱས་རེད་བ། ཨ་ཙི། ལྕགས་སྲིན་པོ་ལགས། དགོངས་པ་དེ་འདྲའི། བཟོས་ཡོད་རེད་དཱ་ཡོད་མ་རེད་ཟེར་རྒྱ་བོར་མོ་ཅིག་གིས། ཐུགས་དགོངས་པ་དེ་འདྲའི་བབ་ཡ་ཅིག་ཨ་ལྕགས་སྲིན་པོ་ལགས་དེ་འདྲའི་བཟོས་ཡོད་རེད་དཱ་ཡོད་མ་རེད་ཟེར་དེ་དྲི་བ་རེད་དཱ་རྣམ་པ་ཚོ། མཁྱེན་སོང་ང་ཚོ་ག་དུས་ཡིན་ན་ཡང་ཁུ་སིམ་སིམ་བྱས་ནས་བསྡད་ཡ་མ་རེད་རྒྱལ་བ་རོན་པོ་ཆེ་ལ་ཡང་ཡིད་ཆེས་ཀྱི་དད་པ་དང་བཀའ་དྲིན་ལན་བསམ་ཤུགས་ཡོད་པ་ཡིན་ན་ག་དུས་ཡིན་པ་ཡིན་ན་ཡང་དོ་སྣང་བྱེད་དགོས་རེད་མ་ཤུ་གཡོ་འགུག་བྱེད་ཡ་དང་རྦད་དེ་ཁོ་རང་མི་གཅིག་གི་ལབ་པ་དང་ད་ག་རང་མི་ཁོ་རང་ཡག་པོ་ཡོད་རེད་ཟེར་དུ་རྒྱུག་བསྡད་ཡ་དེ་མ་རེད། ད་ལྟ་ངས་གང་དྲི་བ་ཞུས་སོང་ང་དྲི་བ་རེད་སེམས་ཁྲེལ་རེད། སྨན་པ་གི་གསལ་བསྒྲགས་ཀྱི་ནང་ལོར་ཡང་ཉི་མ་ཁ་ཤས་ཀྱི་རྗེས་ལ་ནེའུ་ཡོག་གི་ཕ་ཕྱོགས་ད་ས་ཆ་གཞན་པ་ཅིག་ལ་ཡང་གུ་ཡངས་ཁུ་ནེའུ་ཡོག་ནི་མ་ཡིན་པ་ཅིག་ནས་ས་ཆ་ཁ་ཁ་ཅིག་ལ་ཡང་གུ་ཡངས་གུ་ཡངས་པ་ཅིག་ལ་ཕེབས་ཡ་རེད་གསུངས་སོང་བ་དེ་རྣམ་པ་ཚོ་བརྙན་ཐུང་ནང་གཟིགས་ཡོད་རེད་བ། ད་འོ་ན་ད་ལྟ་བཞུགས་ས་དེ་གུ་ཡངས་མ་རེད་གསུང་གི་ཡོད་རེད་བས།

གལ་སྲིད་ཁོ་རང་ཚོའི་ངོས་ནས་འགན་ལེན་གནང་མཁན་སྨན་པ་ཁོ་རང་ཚོའི་ངོས་ནས་གི་གུ་ཡངས་པོ་མེད་ས་གུ་དོག་པོ་ཡོད་ས་ཅིག་ལ་ཡ་ཀུན་དུ་བཞག་གི་རེད་ད་བཞག་གི་མ་རེད་རྣམ་པ་ཚོས་དགོངས་པ་དེ་གཅིག་ཡིན་ད། ཡང་ན། ཁྱོད་རང་ཚོ་གདན་འདྲེན་ཞུ་མཁན་གྱི་གྲ་སྒྲིག་བྱེད་མཁན་ཁྱོད་རང་ཚོ་གི་གུ་ཡངས་མེད་ས་ཅིག་ལ་དང་པོ་ནས་གདན་འདྲེན་ཞུས་བཞག་པ་ཡིན་གྱི་མ་རེད་བ། དང་པོ་ནས་གུ་ཡངས་མེད་ས་ཅིག་ལ་གདན་འདྲེན་ཞུས་ཡིན་གྱི་མ་རེད་བ། ད་གུ་ཡངས་ཡོད་ས་གཅིག་ལ་འགྲོ་གི་ཡིན་ཟེར་དུས་གུ་ཡངས་མི་འདུག་གསུང་གི་ཡོད་རེད་བ། གུ་ཡངས་མེད་པའི་མེད་སྟངས་འདི། དང་གི་སྒང་ནས་ཞུས་པ་ནང་བཞིན། རྒྱུགས་རྒྱུ་དེ་མང་དྲགས། སྤྲེལ་ལད་འཁྲབ་རྒྱུ་དེ་མང་དྲགས་ནས་ལྕགས་སྲིན་པོ་བཟོས་བྱས་རེད་བ། བྱས་ཙང། ད་ནིའུ་ཡོག་ཕྱི་ལོག་ལ་ཞུགས་པ་ཡིན་ན་སྐུ་ལས་ག་ཚོད་སུ་ཡོད་རེད་ཕག་ཚོ་ཕེ་ཡ་ལ་གཅིག་སྨན་པ་ཐག་རིང་པོ་ཆགས་ནས་རེད་བ། དེ་ཡིན་དུས་སྒང་ལ་ཡང་རང་དོན་ཁོག་བཅངས་བྱས་བྱས་རང་གི་ཁེ་ཕན་བསྒྲུབ། དད་པ་ཆེ་མདོག་མདོག་ཤ་ཚ་གཡོ་མདོག་མདོག་བྱས་བྱས། ཨ་མདོ་སྐད་ཀྱི་དང་མ་སོང་བ་ཡིན་ན། ཡར་ཤོག་མར་ཤོག་ཧར་ཤོག་ཟུར་ཤོག་ཡིན། སྐུ་ལྷོད་ལྷོད་གནང་བྱས་ནས་ནིའུ་ཡོག་མན་ཧ་ཏན་གྱི་བཞུགས་གནས་ལྷིང་འཇགས་པོ་དེ་ལ་ཡང་བཞུགས་མ་བཅུག་པ་རེད་ཅེས་ངས་འདི་བསམ་གྱི་ཡོད། ད་དེ་བཞུགས་མ་བཅུག་པ་ཡིན་ན། དེ་གི་འགན་དེ་སུ་ལ་འདུག་དེ་གི་ཉེས་པ་དེ་སུ་ལ་འདུག་དེ་ཡིན་གཅིག་མིན་གཅིག་གི་མི་མང་བསམ་བློ་ནག་ལོག་ལ་དྲན་པ་སོས་དགོས་ཀྱི་ཡོད་རེད། དཔྱད་བར་ཡག་པོ་གནང་དགོས་ཀྱི་ཡོད་རེད། འོ་ཧོ་དེ་འདྲའི་འདྲ་ཞིག་ཡིན་ད་ད་ལྟའི་དྲི་བ་གནང་བ་ཐུགས་ཆེ་གནང་མ་གཞི་ནས་རྣམ་པ་ཚོའི་ཚོགས་པ་འདིའི་ནང་ལོགས་ལ་དཔྱད་གླེང་མང་པོ་གནང་གི་འདུག་ང་རང་གི་ཤག་ཏུ་ཞོར་ག་དུས་ནས་ཉན་སླེབས་ཀྱི་ཡོད། དེ་ཡིན་ས་ད་སྐད་ཆ་མང་པོ་བཤད་ན་དེ་འདྲའི་འདྲ་ཞིག་རེད་ད་དེ་ནས་ཕལ་ཆེར་དེ་འདྲའི་ཅིག་འགྲིག་པ་བྱས་རྗེས་ད་ལྟ་འདི་ལ་བཞག་གི་ཡིན། ཨ་ནི་འདི་ད་སྐར་མ་ཁ་ཤས་ཅིག་གི་རྗེས་ལ་ང་རང་གིས་ཐབས་ཤེས་བྱས་རྗེས་ད་ཀྱི་སྒང་ལ་བཞུད་པ་ན་ཞེས་ལེ་ཚན་ཅིག་གི་ངོ་བོ་ལ་བྱས་རྗེས། ད་ནི་གནམ་འོག་གི་སེམས་རྒྱུད་ཚན་པའི YouTube བརྒྱུད་ལམ་གང་ལ་ཡང་སྤེལ་བཞག་གི་ཡིན། དེ་ཡིན་དུས་རྣམ་པ་ཚོ་ཡིན་གཅིག་མིན་གཅིག་གིས་དེ་ལ་སྤེལ་བ་དེ་ལ་སྤེལ་བ་དེ་ཡང་དེ་སྔ་ནང་བཞིན་བྱས་ནས་ཕ་མང་སུ་བཀྲམ་ཡག་ཅིག་གི་དགོངས་པ་བཞེས་རོགས་གནང། ད་ལྟ་ང་ཚོ་འདི་ལ་སྐད་ཆ་བཤད་བསྡད་ཡག་དེ་རྣམ་པ་ཚོ་དྲི་བ་བཏང་མཁན་གྱི་སེམས་ཁུར་གྱིས་དྲི་བ་བཏང་གནང་བ་རེད་ང་རང་ངོས་ནས་འདི་ལ་ཞུས་པ་ཡིན་སེམས་ཁུར་གྱིས་ནས་ཞུས་པ་ཡིན་ལྷག་བསམ་གྱིས་ནས་ཞུས་པ་ཡིན་སེམས་ཁྲལ་གྱིས་ནས་ཞུས་པ་ཡིན། རེད་བ། དེ་ཡིན་དུས་གང་ལ། འདི། མ་འོངས་པའི་གི་མི་རབས་གསར་པ་དེ་ཚོ་གི་ལོ་རྒྱུས་ཀྱི་ནང་ལོ་ལ་དཔྱད་པའི་གི་གཞི་ཅིག་ཆགས་ཡོང་བར་བལྟ་སྲིད། དཔེར་ན། རྒྱལ་དབང་སྐུ་འཕྲེང་གོང་མ་གོང་མ་གོང་མ་གོང་མའི་སྐབས་ལ་གནས་ཚུལ་ག་རེ་བྱུང་དང་མི་བྱུང་དེ་སྐབས་དེ་དུས་ཀྱི་མི་དེ་ཚོ་གི་སྐུ་ལས་སྐྱོན་ཆེད་ལོ་རྒྱུས་ཐོག་ལ་བཞག་པ་དེ་ད་ལྟ་ང་ཚོ་ཤེས་ཀྱི་འདུག་བ། དཔེ་དེ་ནང་བཞིན་བྱས་ནས་མ་འོངས་པའི་གི་ད་ནི་མི་དེ་ཚོ་གི་དཔྱད་པ་བྱེད་ས་དང་བསམ་བློ་གཏོང་སའི་གི་གཞི་ཅིག་ཆགས་ཀྱི་རེད་བསམ་བྱས་ནས་ངས་འདི་ལ་ཞུ་གི་ཡོད་མ་གཏོགས་ང་འདིར་ཞུ་ཡག་ལ་དགའ་དྲགས་པ་དང་སྤྲོ་དྲགས་པ་འདི་འདྲི་གང་ཡང་ཆ་གི་ཡོད་མ་རེད་འདི་འདྲི་གི་གནད་དོན་ཞུ་ཡ་ལ་ཡ་དགའ་ཡ་སི་གེ་ཡོད་མ་རེད་སྐྱིད་པ་གང་ཡོད་མ་རེད་མཁྱེན་སོང་ཨ་དེ་འདྲི་ཡོད་དུས་གང་ལ་ཡ་མ་དགའ་བཞིན་དུ་བདེ་པོ་མེད་བཞིན་དུ་ང་ཚོ་འདི་ལ་འུ་ཐུག་ཐབས་ཟད་བྱེད་ནས་ཞུ་གི་ཡོད་རེད་དངོས་གནས་བྱས་པ་ཡིན་ན་ཨེ་ཤི་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་དང་ཨ་རིག་གི་བོད་སྐད་ཀྱི་གསར་འགོད་པ་ལ་སོགས་པ་ཡང་ན་རྒྱལ་ཁབ་གཞན་པའི་གསར་འགོད་པ་འདི་ཚོ་གྲས་འདི་གི་ཕྱི་གསལ་ནང་གསལ་གྱི།

དཔེར་ན་ཀུན་འདུས་ཡེ་ཤེས་ནོར་བུ་གྱི་ཕྱག་གཡས་པ་བསྐྱོར་མཁན་ཕྱག་གཡོན་མ་བསྐྱོར་མཁན་གྱི་རྒན་རྣམ་པ་གཉིས་འདྲ་བོ་ཡིན་པ་ཡིན་ན་ཁ་སང་འདིའི་སྔོན་ལ་ཉལ་ཆག་མེ་ཧ་ཀྲན་ལ་ཡང་ང་རང་ཕེབས་བསུ་ལ་བཅར་བའི་སྐབས་ལ་ཐག་ཉེ་པོ་བྱིན་ནས་མཇལ་སོང། ནམ་ཞར་རྒྱུན་ལྡན་ནས་ཤེས་ཀྱི་ཡོད། ཞེ་དྲག་ཀུན་ལས་སྐྱོན་གནང་གི་ཡོད་རེད། དེ་དང་དེ་ལྟ་བུ་ལ་སོགས་པ། ཡང་དག་པ། སྤུས་དག་པ། དངོས་གནས་དྲང་གནས་ཁྱེད་རྣམ་པ་ཚང་མ་ལོ་ལེགས་ཡ། གུས་ཤུབ་དང། བརྩི་འཁོར་ཡོད་ཞེས་ཞུ་རྒྱུ་ཡིན། ཡིན་ན་ཡང་ད་ཡང་མ་དག་པ། གཡོ་སྒྱུ་ཁོ་རང། རང་རང་དོན་ཁོ་རང་རང་མ་དྲན་བའི་རིགས་གཅིག་འདུག་འོ་དེ་ཚོ་བྲིས་ཏེ་བཞུགས་ཡོད་ད། འོ་འདི་འདྲི་གཅིག་ཡིན་དེ་ཚོ་བྲིས་ཏེ་རྒྱ་བལ་གྱི་མཛེས་པ་ཁྲི་ལེ་ལ་ཡག་ད་གང་བྲིས་གང་བྲིས་ཆགས་ཀྱི་རེད་དང་ཆགས་ཀྱི་མ་རེད་ཟེར་ཡག་དེ་ང་ཚོ་གི་དྲི་བ་ཆེན་པོ་གཅིག་དང་བསམ་ཡུལ་ལས་འདས་དཔེ་གི་དེ་ནི་ཆ་སྣ་མང་པོ་ཅིག་རྣམ་རྟོག་མང་པོ་ཤར་ཡིན་གྱི་འདུག་ད་དེ་འདྲི་གཅིག་ཡིན་ད་ལས་ཟེར་རྣམ་པ་ཚོ་ཚང་མ་ལ Zoom སྤྲོ་པོ་ཡོང་བ་ཞུ་བཀྲ་ཤིས་བདེ་ལེགས།